དེ་རིང་འདི་ཡོང་ནས་ནི་ད་ཅིག་སྤྱི་ཚོགས་སྤྱི་ཡོངས་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་ཀྱི་འདུག་འོ་འདི་དང་འབྲེལ་བའི་འཕྲོད་བསྟེན་གྱི་སྐད་ཆ་ཁ་ཤས་ཅིག་བཤད་ཡ་ཡིན། དང་པོ་འཕྲོད་བསྟེན་གྱི་སྐད་ཆ་འདི་མ་བཤད་གོང་ལ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ཅིག་བཤད་མ་ཤེས་པ་ཟེར་བ་རེད་པས་མ་ཐག་ཉོན་ཆང་ཟེར་བ་རེད་པས་འོ་དེ་འདྲས་ཅིག་བསྡད་བསྡད་ཀྱི་འདུག་ད་ནམ་རྒྱུན་དུ་ང་ཚོ་མི་མང་པོ་ཞོལ་གཅིག་གིས་ནད་པ་མང་པོ་ཞོལ་གཅིག་གིས་བོད་སྨན་ཟ་གི་ཡོད་རེད་བོད་སྨན་ཟས་ནི་བོད་སྨན་འདི་ཟས་ནི་ཨནི་ཅིག་སྨན་པ་གང་སུ་འདྲ་ཅིག་བཏོན་པ་ཡིན་ནས་ཨནི་སྨན་པ་འདི་གི་སྨན་བཅོས་ཡག་པོ་བྱུང་པ་ཡིན་ན་ཨནི་སྨན་པ་འདི་གི་ཡག་པོ་ཞུ་འདུག་ཞེས་བསྡད་ཀྱི་རེད། ཡང་ནི་སྨན་པ་དེ་གིས་སྨན་བཅོས་བྱས་ནས་སྨན་དེ་གིས་མ་ཕན་པ་བྱས་ན་ན་ཚ་ལ་ཕན་སྐྱེད་མ་བྱུང་བ་ཡིན་ན་ནི་བོད་སྨན་ཡག་པོ་མི་འདུག་བོད་སྨན་ལོ་མང་པོ་ཟས་ཡིན་ནས་ཕན་མ་སོང། སྨན་པ་དེ་སྟོན་ཡིན་ཏེ་ཕན་མ་སོང་ཟེར་གྱི་མ་རེད། དེ་འདྲ་སོང་ཙང། བཟང་ཕྱོགས་ཀྱི་ཡར་རྒྱས་ཅིག་བྱུང་སོང་ན་འདི་གང་ཟག་ལ་ཡང། བསྟོད་ཡག་དང། ཨེ་ནི་ཅིག། སོ་སོ་ལ་བཟང་ཕྱོགས་ཀྱི་འགྱུར་བ་མ་བྱུང་བ་ཆེས་ན་ཚ་དེ་བྲག་ཡག་དང་བྲག་སྐྱིད་མ་བྱུང་བ་ཡིན་ན་ཨིན་དེ་འདྲ་བའི་མིང་སྤྱད་དེ་ང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ཀྱི་སྨན་ལ་ཁ་འདྲི་བཏགས་ཡག་དེ་ང་ཚོ་ཚང་མས་ནོར་བ་རེད་དེ་འདྲ་སོང་ཙང་རྣམ་པ་ཚོས་མ་དག་རྒྱུན་ཆགས་འདི་མ་གནང་རོགས་གནང་ངས་དང་པོ་འདི་ཞུ་ཡག་ཡིན་ད་ག་རེ་གསུང་རེད་ལབ་པ་ཡིན་ན། ནི་སྨན་པ་དེ་འདྲས་ཀྱིས་བཏོན་པ་ཡིན། འདི་ཕན་པོ་ཞེ་དྲག་འདུག། ནི་སྨན་པ་དེ་འདྲས་ཀྱིས་བཏོན་པ་ཡིན། འདི་གི་སྨན་ཟས་ཡིན་ཏེ་ཕན་མ་སོང། ཟུང་དགུ་དགུ་ཡོད་རེད་མ་གཏོགས། ནི་དྲག་ན་སྨན་པ་དང་མ་དྲག་ན་སྨན། ཡིན་པ་ཅིག་ནོར་བ་རེད། འདི་དང་པོ་ཐུགས་ལ་ཤར་དགོས་ཀྱི་འདུག་རེད་བ། ད་འདི་ནས་ཞུ་དགོས་ཡ་གནད་དོན་ངོ་མ་འདི་གར་ཆགས་ཡོད་རེད་ཞུས་པ་ཡིན་ན། ད་དོན་སང་འཛམ་བུ་གླིང་གི་སྒང་ལ་ལྷག་པར་དུ་བོད་མོ་གི་ནང་ལོགས་ལ་རེད་པ། བོད་མོ་གི་ནང་ལོགས་ལ་ཨེ་ནི་ཅིག་ཨིན་ཇི་ཡིན་ན་ཨེ་ནི་མི་ཡང་ཟེར་གི་རེད་ད་ཁ་ཅིག་ལ Iron Deficiency བྱ་ཡག་ཨེ་ནི Hemoglobin ད་མ་ཉུང་ཉུང་བྱ་ཡག་ད་ང་རང་ཚོ་བོད་སྐད་གཙང་མ་བརྒྱབ་ཡིན་ན་ཟོག་པོའི་ནང་གི་ལྕགས་ཁམས་ཟད་པ་ཟུངས་ཁྲག་ཉམས་པ། འོ་འདི་འདྲའི་གི་དཀའ་ངལ་ཤུགས་ཆེན་པོ་ཞོལ་གྱི་འཕྲད་བསྡད་ཀྱི་འདུག་ད་འདི་ལ་ནད་རྟགས་ག་རེ་ཡོང་གི་རེད་ཞུས་པ་ཡིན་ན། ནད་རྟགས་འདི་ནི་ཟོག་པོ་ཐང་ཆད་ཀྱི་རེད་ད་ནད་རྟགས་འདི་ཆ་ཚང་མི་གཅིག་ལ་ཡོང་གི་མ་རེད་ཟོག་པོའི་ཁམས་ཟོག་པོའི་རང་བཞིན་མི་འདྲ་མི་འདྲ་ཡོང་དུས་ནད་རྟགས་འདི་ནང་ནས་རེ་ད་རེ་ཟུང་ཅིག་མི་རེ་ད་རེ་ཟུང་ཡོང་གི་རེད་མ་གཏོགས་མི་ཚང་མ་ལ་དེབ་གཅིག་ལ་ཡོང་གི་མ་རེད་འདི་ཡིན་གཅིག་མིན་གཅིག་སེམས་ལ་བཞག་དགོས་ཀྱི་ཡོད་རེད།

ནད་རྟགས་འདི་ནི་ཟོག་པོ་ཚང་མ་ཐང་བྱེད་ཀྱི་རེད་གོམ་པ་ལྟས་སུ་རྒྱབ་པ་དང་ལག་ལ་ལྟས་སུ་འཆིང་བ་ཡིན་ན་ལམ་སང་ཐང་བྱེད་ཀྱི་རེད་ནི་ཁ་ནང་ལ་ལ་མ་ཐོན་གྱི་རེད་ནི་ང་ཚོ་ཡིན་ན་ཤ་འབྲིང་དེ་ཚོ་ལས་ཀ་མང་པོ་བྱས་ན་ཕྱག་རྒྱག་གི་ཡོད་འོ་དེ་འདྲས་ཀྱི་ཚོར་སྣང་ཡོང་གི་རེད་ནི་གཉིད་ཁུག་གི་མ་རེད

ཁྲག་ཤེད་མ་ཟག་ཡག། ཨོ་དེ་འདྲའི་གི་ནད་རྟགས་མང་པོ་འབྱུང་གི་རེད་ནད་རྟགས་འདི་ཆ་ཚང་དུས་གཅིག་ལ་མི་གཅིག་ལ་ཡོང་གི་རེད་ཟེར་ན་ཡོང་གི་མ་རེད་དཔེར་ན་ང་འདྲ་བོ་ཅིག་འདི་འདྲས་ཡོད་པས་ན་ངའི་ཟོག་པོའི་ཁམས་དང་རང་བཞིན་ལ་དཔེ་བས་གཅིག་བྱས་ན་ང་ལ་མགོ་ཡུ་འཁོར་སྲིད་གི་རེད་གཅིག་བྱས་ན་ཁ་རང་ལ་དམར་ལེགས་སྲིད་པ་རེད་གཅིག་བྱས་ན་སྙིང་གཡུག་སྲིད་པ་རེད་གཅིག་བྱས་ན་གཉིད་མ་སྒུག་པོ་ཡོང་སྲིད་པ་རེད་གཅིག་བྱས་ན་ཟོག་པོ་གི་ཤ་གྲིན་མ་སལ་ཚང་མ་བརྡུང་བཞག་རྒྱོ་དེ་འདྲས་ཡོང་སྲིད་གི་རེད་ད་མང་ཆེ་ལ་གར་ཡོང་གི་རེད་ཁ་ནང་ལ་མ་ཟོ་ཡ་ནི་ཟོག་པོ་ཉོབ་ཏོ་ཟོག་པོ་ཤ་སྦྲིན་ཚང་མ་རྡུང་བཞག་ཡ་གུ་ཡུ་ཁོ་ཡ་ནི་ཁྲག་ཤེད་མ་ཟ་ཡ་འདི་སྤྱི་ཡོངས་ལ་ཡོང་གི་རེད་ད་སྙིང་གཡུག་ཡ་ད་འཇིག་རྟེན་ཚོའི་རིགས་དེ་ཚོ་མི་རེ་ད་རེ་གསུམ་མ་གཏོགས་ཚང་མ་ལ་ཡོང་གི་མ་རེད་འདི་སྤྱི་མི་སྤྱི་ཟེར་ན་བཞག་དགོ་གི་ཡོད་རེད་དེ་གཅིག་རེད་ད་འོ་ན། འདི་ལ་སྨན་བཅོས་འདི་ལ་ན་ཚ་འདི་ལ་སྨན་བཅོས་ཡག་ཤོས་ག་རེ་རེད་བས། ཕྱི་ལུགས་ཀྱི་ན་ཚ་འདི་ལ་ངོས་འཛིན་ག་འདྲའི་བྱས་ཡོད་རེད་བས་ང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ཀྱི་ངོས་འཛིན་ག་འདྲའི་བྱས་ཡོད་རེད་བས། འདི་ལ་སྨན་དུ་མ་བཟོ་ནས་ཡག་ཤོས་དེ་སྨན་བཅོས་ཀྱི་རྒྱུད་ལམ་དེ་བོད་ཀྱི་སྨན་རེད་བས་ཕྱི་ལུགས་ཀྱི་སྨན་རེད་བས། ད་ཕྱི་ལུགས་ཀྱི་ཁྱེད་རང་ཚོ་དྲ་རྒྱ་ནང་ལོགས་ལ་བརྟག་དཔྱད་བྱས་དོར་བ་ངས་བཤད་པ་ཙམ་མ་རེད། ཕྱི་ལུགས་ཀྱི Modern Allopathic རེད་པ Modern Science གྱི་ལྟ་ཅི Health Care གྱི་ན་ཚ་འདེབས་འཛུགས་ཀྱི Cause ལ་རེད་པ Cause of Disease རེད་པ་ནད་ཀྱི་རྒྱུ། ཁྱོད་ཁོ་རང་ཧ་གོ་གི་མ་རེད། འདི་ཁོང་ཚོས་བཏགས་ཙམ་གྱི་རེད Symptom ཙམ་གྱི་མ་གཏོགས་ཁོང་ཚོས་ཧ་གོ་གི་ཡོད་མ་རེད། གལ་སྲིད་ཁྱེད་རང་གི་ནད་ཀྱི་རྒྱུ་དེ་ཧ་མ་གོ་བ་ཡིན་ན། ཨེ་ནི་སྨན་བཅོས་བྱེད་ཐུབ་གི་རེད་པས། འདི་ཁྱེད་རང་ལ་ཁྱེད་རང་གི་ཁྱེད་རང་ལ་དྲི་བ་རེད། དཔེར་ན་ང་ཚོ་ཁང་པའི་ཐོག་ཁ་ནས་ཐིགས་པ་རྒྱག་གི་ཡོད་པ་ཡིན་ན་ཐིགས་པ་རྒྱག་ས་དེ་ཧ་མ་གོ་བ་ཡིན་ན་ཁྱེད་རང་གི་ཐིགས་པ་དེ་བཀག་ཐུབ་གི་རེད་པས་མ་རེད། འོ་འདི་དྲི་བ་རེད། ང་ཚོ་བོད་སྨན་གྱི་གཞུང་ལུགས་ཀྱི་ནང་ལོགས་ལ་འདི་འདྲ་བའི་དཀའ་ངལ་འཕྲད་པ་ཡིན་ན་ནད་ཀྱི་རྒྱུ་དེ་དང་པོ་བཙལ་བྱེད་ཀྱི་རེད། ནད་ཀྱི་ཐིགས་པ་ག་བ་ནས་རྒྱག་གི་འདུག་དཀའ་ལས་རྒྱབ་ཀྱི་རེད་ཡ་གི་སྒང་ལ་འགྲོ་བ་ལས་བལྟ་སྒང་ལ་འགྲོ་ནས་བལྟ་དགོས་འདུག་བ་ནས་འགྲོ་ནས་བལྟ་དགོས་འདུག་ཀློག་པ་ནས་བལྟ་དགོས་འདུག་ག་རེ་བྱེད་དགོས་འདུག་བྱེད་ཡ་ཡོད་ན་མ་ནོར་མེད་ན་མ་གཏོགས་ཡོད་བཙལ་བྱས་ནས་ཐབས་ཤེས་བྱེད་ཀྱི་རེད། འདི་ཐབས་ཤེས་བྱས་པ་སོང་ཙང་ཨེ་ནི་ན་ཚ་འདི་ལ་སྨན་གཅིག་སྤྲད་ཡོད་འདུག་ད་ནས་ལྟས་ཚོ་ཅིག་དུས་ཡུན་མང་དུ་འགོར་གྱི་རེད་དེ་གཅིག་དྲགས་ཡོད་འདུག་སིང་དྲགས་འགྲོ་གི་རེད།

འོ་དེ་རེད། ད་དེ་ཚོ་ཚང་མ། སྐབས་བབ་སྐབས་བབ་སྐབས་བབ་ཀྱི་དཀའ་ངལ་སེལ་ཡ་རེད། རེད་པ། སྐབས་འབྲེལ་སྐབས་འབྲེལ་གྱི་དཀའ་ངལ་སེལ་ཡ་ཅིག་རེད་མ་གཏོགས་འདི་ནི། Long Life ཟེར་བ་རེད་འདི་གི Solution མ་རེད། མཐར་ཐུག་གི་འདི་ནི་ཅིག་སྨན་བཅོས་འདི་འདྲའི་གང་མ་རེད། འདི་ལྗིད་མི་ལྗིད་ཤེས་ཡོང་གི་རེད། ད་ཁྱེད་རང་ཚོ་བཟང་ངན་དེ་ཚོ་ཧ་གོ་རེད། ད་འོ་ན་བུད་མེད་ཀྱི་ལམ་ནས་དེ་འདྲའི་རིགས་ལ་སྨན་བཅོས་བྱས་པ་ཡིན་ན་ནད་ཀྱི་རྒྱུ། ཡུན་ནི་གཙོ་བོ་ཕོ་བ་བྱིན་པ་ཆེར་པ་དེ་འགས་གསུམ་གཙོ་བོར་བཞག་གི་རེད། དེ་འགས་ཀྱི་རྒྱུ་གཅིག་མ་ལག་ལ་དཀའ་ངལ་འཕྲད་པའི་ཉེར་ལེན་ལ་བརྟེན་ནས་ཨེ་ནི་ཕོ་བ་ཀྱི་ཁ་ལག་འཇུ་མ་ཐུབ་པ་དེ་འདྲ་བའི་རྒྱུ་ཁ་ལག་གི་བཅུད་ཚང་མ་ཨེ་ནི་སྨིན་མ་ཐུབ་པའི་ཆེད་ནི་བྱིན་པ་དང་ཆེར་པ་དེ་ཚོ་ལ་ཡང་བཏང་མ་ཐུབ་པའི་རྒྱུ་མཚན་གྱིས་ཨེ་ནི་འདི་བཟོ་ཐུབ་ཀྱི་ཡོད་མ་རེད། དེ་འདྲའི་རེད། དེ་འདྲ་སོང་ཙང་ད་བུད་མེད་ཀྱིས་ཁྱེད་རང་ལ་སྨན་ནམ་རྒྱུན་དུ་ཕོངས་མེད་མཆིན་པ་མེད་མཆེར་བ་མེད་སྤྲད་ཡོང་གི་རེད། དེ་འདྲའི་ཅིག་སྤྲད་སོང་ན་ཁྱེད་རང། ཉུང་ན་ཟླ་བ་གསུམ་མང་ན་ཟླ་བ་དྲུག་བདུན་གྱི་ས་དང་ཁྱེད་རང་ན་ཚ་སྟེ། ལོ་ལྔ་དྲུག་ཅིག་གནས་སྐབས་ཅིག་སྟབས་བསྐྱིས་རྒྱག་ཆོག་གི་རེད་ད་ཁྱེད་རང་གིས་ཡག་པོ་བྱས་པ་ནས་མེ་བཙའ་ཁོ་རང་དཀའ་ངལ་འཕྲད་ཀྱི་མ་རེད་ཁྱེད་རང་གིས་ཡག་པོ་མ་བྱས་པ་ནས་ཡང་ན་ཚ་དེ་ཡོང་སྲིད་པ་རེད། འོ་དེ་རེད། དེ་འདྲ་སོང་ཙང་ད་ཁྱེད་རང་ཚོ་གས་གལ་ཆེ་ཤོས་དེ།

ཟུར་ཕོག་སྒང་ལ་བཤད་པ་ཡིན་ན་ཕྱི་ལུགས་ཀྱི་སྨན་བི་ཏྲ་མིན་གྱི་སྨན་དེ་ཚོ་དང་ད་དེ་ཚོའི Multi Vitamin དེ་ཚོ་ཤུགས་ཆེན་པོ་ཟས་ཟོས་ན་མང་པོ་རྒྱུན་རིང་པོ་ཟས་ཟོས་ན་གྲང་གཞི་དང་ཕོག་ལ་ཞོ་གཅོད་ནུས་ཀྱི་རེད། ཁྱེད་རང་ཚོ་དོ་སྣང་བྱེད་དང་དེ་ཚོ་རྒྱུན་རིང་པོ་ཟ་ན་ཚོ་ཕོག་སྐྱོ་པོ་གཡོག་རེ་གྲང་གཞི་མང་པོ་ལེགས་ཀྱི་རེད། ད་བོད་སྨན་དེ་འདྲས་ཞིག་ཟས་པ་ཡིན་ན། བུད་མེད་ཟླ་བ་དྲུག་ཁྱེད་རང་ཟས་དང་ཁྱེད་རང་གི་ཕོ་བ་ཡར་རྒྱས་འགྲོ་གི་རེད་ཁྱེད་རང་གི་མཆིན་པ་ཡར་རྒྱས་འགྲོ་གི་རེད་ཁྱེད་རང་གི་མཆེར་པ་ཡར་རྒྱས་འགྲོ་རེད་ཁྱེད་རང་གི་གཅིན་པ་བཏང་ཡག་དང་བོ་སྣོད་དང་དེ་ཚོ་ཡར་རྒྱས་འགྲོ་ཁྱེད་རང་གི་སོག་པོ་སྤྱི་ཡོངས་ཀྱི Channel དེ་ཚོ་ཡར་རྒྱས་འགྲོ་གི་རེད། ཨེ་ནི་ཟུངས་ཁྲག་དང Vitamin C D དེ་ཚོ་ད་ཡར་རྒྱས་འགྲོ་ཡག་ཡིན་པ་ཨ་ཅང་ཅང་རེད། འོ་འདི་གསུངས་ཙང་ད་ངས་ནམ་རྒྱུན་དུ་སྤྱི་ཚོགས་ནང་ལ་སྐད་ཆ་ག་རེ་བཤད་པའི་འདི་གང་ཡིན་པ་དེ་དངོས་ཡོད་གནས་ཚུལ་གང་ནས་བཤད་བསྡད་ཀྱི་ཡོད་དེ་འདྲ་གསུངས་ཙང་རྣམ་པ་ཚོས་ཡིན་གཅིག་མིན་གཅིག་དོ་སྣང་བྱེད་འོ་ད་དོན་སང་ང་ཚོ་བོད་པ་མང་པོ་གཅིག་ག་རེ་བྱས་ན་ནུབ་ཕྱོགས་ཀྱི་སྨན་ལ་ཕ་ཁ་བསྒྱུར་གྱི་འདུག་འདི་ཁ་ཡོང་ནང་ལ་ཁྱེད་རང་ཚོ་སྨན་པ་གི་མ་འཇོན་པའི་རྟགས་མཚན་རེད་ད་ནུབ་ཕྱོགས་ཀྱི་མི་མང་པོ་ཞོ་གཅིག་ཁོ་ཚོ་གི་སྨན་དེ་ལ་འུ་ཐུག་ཟུར་ཕོག་ཤུགས་ཆེ་དྲག་དྲག་ཆོད་ནི་ཐུག་ང་ཚོ་བོད་སྨན་དང་སྲོལ་རྒྱུན་གྱི་སྨན་གང་ལ་ཐུག་ཁ་རྒྱུ་རིགས་ངོ་ཏོ་འོ་འདི་ང་ཚོ་གི་མཐོང་ངོ་དང་ཧ་གོ་ཤེས་པར་བྱེད་དགོས་ཀྱི་ཡོད་རེད་རེད་བ་དེ་འདྲ་སོང་ད་ད་སྨན་འདི་དང་འདི་ཟ་ཟེར་ངས་དཀའ་ལས་ཁག་ཞུ་ཡོད་རེད་སོ་སོ་སོ་གི་ན་ཚ་གི་ཁག་ཅིག་ལ་མཆིན་པ་སྐྱོ་བོ་ཡོད་ཁག་ཅིག་ལ་ཆེར་པ་སྐྱོ་བོ་ཡོད་ཁག་ཅིག་ཕོག་སྐྱོ་བོ་ཡོད་ཁག་ཅིག་མཆིན་པ་དང་ཆེར་པ་གཉིས་ཀའི་སྐྱོ་བོ་ཡོད་པ་འདི་འདྲ་ཡོང་སྡད་ཀྱི་རེད་དེ་འདྲའི་གི་གནས་སྟངས་ཀྱི་དབང་ནས་སྨན་འདི་དང་འདི་ཟ་རབ་ཐུག་པོ་རེད་མ་རེད་ཡིན་ནས་ཁྱེད་རང་ཚོ་ལ་སྨན་བཅོས་དང་འདི་འདྲའི་སྒུག་འདུག་ན་ང་ལ་འབྲེལ་བ་བྱེད་ཆོག་ངས་དུས་རྟག་ཏུ་ཁྱེད་རང་ཚོ་ལ་རོགས་པ་བྱས་ཆོག་འོ་དེ་འདྲའི་ཡིན་ཨེ་ནི་འདི་གང་ཐུབ་ཐུབ་ཀྱིས་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ།